ཡང་རྣམ་པ་ལན་ཅིག་བཀྲ་ཤིས་བདེ་ལེགས། དེ་གི་ད་ཐེངས་ཀྱི་སྟོད་མངའ་རིས་སྐོར་གསུམ་དབར་བའི་ཚང་རབ་བཞི་གི་ད་གནས་འགྱུར་གྱི་དགོས་མཐོ། དེ་གི་ཚང་མ་འདི་ནས་རེ་རེ་བཞིན་དུ་ད་མགྱོགས་མགྱོགས་ཀྱི་ལམ་ནས་མར་གཟིགས་འབུལ་གླ་སུ་རྒྱུ་དེ་ཡིན། དེ་གི་ད་ཐེངས་ཀྱི་འཇལ་བ་ཡན་གྱི་གི་འདོད་མོས་བླ་བྲང་ཁུལ་གྱི་ཧོར་ཚང་ཡུལ་གྱི་འཇལ་བ་ཁ་ཤས་གཟིགས་ཀྱི་ལོ་དེ་གི་ཁུ་བྱུག་གི་ད་འཇལ་སུ་གི་གོར་མིན་ད། ཏན་ཏན་གྱི་གུ་དོད་ཀྱི་གང་ཁུར་དེ་སྲིད་ཀྱི་མདུན་ཤོག་རེད། འོ་ཚང་མ་གུ་ཞལ་མཇལ་ཡག་ཟིག་ཆེ་ར། ད་ལྟའི་རང་གི་རྐང་རིང་པོ་གཅིག་གི་རྣམ་པ་ཡ་མཚན་སུས་མཛེས་གི། འདི་རེད། ཏན་ཏན་གྱི་གུ་པཎ་ཆེན་སྐུ་འཕྲེང་དང། མཁས་གྲུབ་དགེ་ལེགས་དཔལ་བཟང་གི་འཁྲུངས་གཞིས་རེད་རྣམ་པ་ལྷན་ཅིག་ཞལ་མཇལ་ཡག་ཟིག་ཆེ་ར། འདི་ཡིན་གྱི། ད་ཁེ་གྲི་དགེ་ལགས་དཔར་བཟང་རི་བོང་ཐང་ཕྱོགས་ལས་རྣམ་རྒྱལ། ད་ཆུ་ར་ཆུ་གཙོ་ས་གི། ད་ཆུ་ར་ཞིང་ཆེན་དག་གི། ངམ་རང་ཆིག་སྡུད་ཆེན་པོ་ཟེར་ས་དེ་རེད། ད་འདི་ཡིན་གྱི། གངས་རིན་པོ་ཆེ་གི་རྟགས་འཇིབ་གི་སྒྲོལ་མ་ལགས་གི་ལར་ཁ་རེད། ད་དེ་རང་གི་རྣམ་ཤེས་འདྲ་བོ་ཞིག་གི། མི་བཟང་གི་ཞིག་གི་ཁྱག་གི་ཟེར་རྒྱུ་དེ་མོ་ཟེར་རེད། ད་སྒྲོལ་མ་ལགས་གི་ལར་སྟེང་རེད། ཚང་མ་གི་ཤ་འཇའ་ཚིག་ཆེ་རེད། ད་འདི་གི་གཡོག་བ་གི་ཚོད་དུ། ད་ཁྲིད་ཀྱི་བཟང་བོ་ཟེར་ས་དེ་རེད། ད་འདི་གི་ཧར་གི་འདི་སྒྲོལ་མ་ལགས་གི།

ཨོ་ད་འདི་རེད་གངས་རིན་པོ་ཆེ་གི་ད་རྣམ་པ་འདི་རེད་དེ་རང་གི་གཉེན་ལགས་ནང་དེ་རེད་ད་འདི་གི་གསེར་ལུང་དགོན་པ་གི་ཁ་བརྡ་ནས་གཉེན་ལགས་ནི་རེད། ཚང་མ་གི་ཞེན་ཆགས་ཀྱི་ད་འདི་ཡིན་གྱི་གི་སྟོད་ཀྱི་མངའ་རིས་ཇུའུ་དངུལ་གི་ཆ་སེམས་ཟེར་རྒྱུ་དེ་རེད་ད་འདི་ཇུའུ་སྟོད་མངའ་རིས་ཡེར་གི་པི་ཧྲང་རྫོང་གི་ད་ཇུའུ་གི་ཇུའུ་ཁང་རེད་ད་འདི་ཡིན་འཕྲོག་གླང་མོ་རྣམ་པར་ས་དགོན་ཕུར་ལྷ་ཁང་ཟེར་ས་དེ་གི་ཡེར་ངེས་རེད་ད་ལྟ་གི་ང་ཚོས་མཐོང་བཞིན་པའི་ས་དམར་བོ་གིས་བཞག་ས་བོ་གང་གི་འཕྲོག་འགའ་གི་ནང་ནས་ད་རྣམ་མ་ཕར་ནི་རེད་སོང་གི་གི། དགོངས་འཕེལ་ལགས་གང་ཟེར་ས་དེ་གི་ཡིར་ངེས་རེད་ཚང་མ་གི་ཞན་ཆ་ཆེ་རེད། ད་ལྟ་ཡིན་གྱི་པི་ཧྲང་རྫོང་གི་ཡར་ཀ་ཁོར་ཡུག་རྒྱ་བོའི་རྒྱལ་ས་གི་ཆུ་དེ་ན་ད་ཞིང་ཕར་ལངས་སུ་རྒྱུག་དགོན་པ་དེ་རེད་རྗེས་གྲ་ཞིག་དོ་ཁ་མ་གི་འཇའ་རྒྱུ་སོང་འདི་ཡིན་གྱི་མ་ཕུ་ཡུམ་ཆུ་ད་གི་སྒོ་ཚུགས་དགོན་པ་རེད་རྒྱལ་བ་སྒོ་ཚང་བ་གི་ད་དགོན་པ་དེ་རེད་འདི་ཡིན་གྱི་མ་ཕུ་ཡུམ་ཆུ་རེད་ཚང་མ་གི་ཞན་ཆ་ཆེ་རེད། ད་ལྟ་མ་ཕོ་ཡུམ་ཆུའི་མདུན་གྱི་ཕར་སྐབས་ཀྱི་རི་བོ་དཔེ་ངན་ལྡན་པ་དེ་གའི་འདབས་རོལ་ཞིག་ད་ལྟའི་འཇིགས་སྐུལ་མ་ཕོ་ཡུམ་ཆུའི་བྱང་ཕྱོགས་ཀྱི་དགོན་པ། འོ་འདི་འཇིགས་སྐུལ་རྟ་རྔ་ཆུ་ཤར་གསར་དགའ་རྫོང་ཨ་ཡོང་སོགས་ཀྱི་ལམ་ཁ་ནས་ད་འཇོ་བ་རི་མཉམ་རྒན་གྱི་ཆོས་ཀྱི་ཕྱི་སྐབས་བཞིན་ད་འདུག་ས་དཔང་ཐོག་ཞིག་ཏུ་རེད། ད་ལྟའི་འཇིགས་སྐུལ་སྔ་རབས་དམངས་ཡོམ་གུང་ཐང་ལ་ཁ་གི་འགུལ་རིལ་འབུད་ཀྱི་ལྷོ་ནུབ་ཧྲིལ་འབུའི་གཡས་རལ་ཕར་ས་གི་གནས། ད་འདི་གི་འཕྱོར་སྟོན་དེ་རེད་ད་ལྟའི་འཇིགས་སྐུལ་དམངས་ཡོམ་གུང་ཐང་ལ་མོ་ཆི་ཡིས་ཟུར་རྒྱུག་གི་ལྷ་མཐོན་པོ་དེ་རེད། འོ་འདི་འཇིགས་སྐུལ་རྒྱུ་རྩི་མི་ལ་རིན་པོ་ཆེའི་གྲོང་ཡུལ་གི་ད་ཡེ་ར་རྐང་ཚུགས་ཕུག་པ་གི་ཡུལ་ངོས་དེ་རེད་ཚང་མ་གི་ཞན་ཆ་ཆེ་རེད་ད་ལྟའི་ཡེ་ར་ཀ་གི་ཀ། ད། ཨ་མ་མྱང་ཚ་ཀར་གྱི་འདྲ་མ་ལ་རས་པ་ཀར་ཚོ་ད་ཨ་ཁུ་ཚང་གི་མ་ར་ད་ཡིས་ད་འདུག་ས་བོ་བཞི་ཀ་ཀ་རེད་སོག་གི། ད་འདིའི་མ་རཀ་གི་འདི་འཇུག་གི་ད་ཁྱིམ་དགའ་བཞི་གདོན་འཇུག་གི་ཕྱིར་ཀ་ད་འདི་རེད་སོང་གི་རྣམ་པ་ལ་གྱི་འཇུག་ར་འདི་རེད། ད་འདིའི་ཨ་ནུ་གི་འདི་འཇུག་གི་རྗེ་བཙུན་མི་ལ་རིན་པོ་ཆེ་ཀར་ཚང་གི་ཡབ་གི། ད་གསེར་ཧྲང་ཞིག་ནས་ཉོ་རྒྱུ་གི་ཤིང་འོ་མ་གྲུ་གསུམ་བཟོས་རྒྱུ་འདི་གི་ཞིང་ཁ་དེ་དག་འདི་གི་ཐད་ཀ་ལྕགས་ར་རྒྱབ་ཅིག་ནང་འདིར་ཡས་ཚང་མ་གི་ཞིང་ཆེན་ཅིག་འདི་གི་ད་ཡར་ཀ་གི་ཡིག་རུ་སྟེང་རུ་སྨི་ར་ཁ་ཤོག་ཤོག་སུ་གང་གི་ལ་ནས་ད་རྗེ་བཙུན་མ་ལ་རིན་པོ་ཆེ་ཁེར་ཚང་གི་ཐུགས་རྒྱག་སའི་ནས་ད་ག་རེ་སོང་གོ་གི། ཨོ་རྣམ་པ་ལ་འཁྱེད་དུ་མོ་ཟིན་ད། ད་ནས་ད་འདི་གི་ཡར་དམིགས་བ་ཐུབ་ཐང་ཡིན་མི་རིགས་ཀྱི་དགའ་གནས་བླ་ཆེ་གང་ཅིའི་རི་བ་ད་གང་ཀིར་ཤ་མི་གི་ནས་རི་དར་དུ་གནང་ཡོད་ནི་རེད། ད་འདི་སྐྱིད་གྲོང་གི་རི་བོ་དཔལ་འབར་གི་ཡིན་ངེས་རེད། ད་འདི་ནས་ཡར་ང་ཚོ་སྐྱིད་གྲོང་རྫོང་གི་ད་རྗེ་ཕུག་གྲོང་ཚོ་ཡང་གི་རིའི་ཕུག་པ་ར་བར་ཟ་ཁྲི་བཙུན་གི་སྒྲུབ་ཕུག་ཡོད་ས་དེ་འཇའ་གི་སོང་ནས་ད་ཤི་ར་ཡོང་དགོས་ནི་ལམ་ཁ་རེད་ཚང་མ་གི་ཤ་འཇའ་ཟིག་གི་ཆེ་ར། བདག་གཅིག་གི་མཛེས་སྡུག་ཧ་ཅང་ཡག་ནི་རེད། ཁ་དབུགས་གཙང་ནི་རེད། ད་ལྟའི་འདི་གི་སྐྱིད་གྲོང་གི་གྲག་རོང་རེད། ཅིག་ཅིག་གི་གྲག་རོང་གྲག་རོང་མཐོན་པོ་ཡིན་ནི་རེད། འོ་དེ་རེད་ད་རྗེ་ཕུག་གྲོང་ཚོ་ཧ་ར་འཇོག་སོ་ཡོད་བསམ་པ་རེད། ད་ལྟའི་འདི་གི་ད་སྐྱིད་གྲོང་ནི་ཡ་ར་ཤི་ར་སྐྱིད་གྲོང་བཟང་བ་ཡོང་སོ་ལམ་ཁ་ནི་འབབ་ཆུ་དེ་རེད་ཚང་མ་གི་ཡག་པ་ཟིན་རྒྱུ་རེད། ད་ཤི་གི་མཛེས་ཤིང་ལྟ་ན་སྡུག་པའི་ཆུ་བོ་ཡན་ལག་ཅན་དང་གི་འབབ་ཆུ་འདི་འདི་གི་མ་ཡིན། གུང་ཐང་རྒྱལ་གཅིག་གི་རྒྱལ་ས། ད་གི་སྐྱིད་གྲོང་རྫོང་གི་སྒྲོལ་མ་ལྷ་ཁང་ཡོད་ས་བོ་དེ་གི་ཡུལ་ངེས་རེད་ཚང་མ་གི་ཤན་ཆ་ཆེ་རེད། ད་འདི་འཇིག་གི་དབེན་གནས་བྲག་དཀར་རྟ་ཟོ་ཟེར་རྒྱུ་བྲག་དཀར་རྟ་ཟོ་རྒྱུ་ཚུལ་མི་ལ་རིན་པོ་ཆེ་ཁིར་ཚང་ལོ་གསུམ་མ་ཚད་མ་ཞིག་ས་གི་བྲག་དཀར་རྟ་ཟོ་དགོན་པ་རེད་དེ་ཧར་ནང་ནང་བྲག་མར་ཆུང་ནང་ཡོད་དོན་རེད་ད་ལྕགས་ཆུ་ཟེར་ཐོ་ནི་རེད། ད་འདི་འཇིག་གི་ད་ཡར་འབྲས་ལྗོངས་གི་ས་མཚམས་མགར་རིན་པོ་ཆེ་གི་གཏེར་ཆེན་སྟོང་ནང་གི་ད། མཆོད་རྟེན་ཉི་མའི་ཆུ་འགོ་ཟེར་ས་དག་གི་གངས་རི་རེ་ཚང་མ་གི་ཤན་རྒྱ་ཆེ་རེ་ད་ཧ་ལས་བ་ཟེར་ཡག་གི། ད་འདི་གི་གངས་ཆུ་འདི་ད་ཧ་ལས་བ་ཚུལ་ཞིབ་གི། ད་ལྟ་གི་འདི་འཇིག་གི། ད་ལོ་ཆེན་སྦེ་རུ་རྩ་ནག་གི་ལམ་ཚོ་ཕུ་མ་ཡུམ་ཚོ་ཟེར་ས་དག་གི་ཡུལ་ངེས་ཏེ་ད་འདི་དོན་དུས་ཚིགས་ཟིག་འགོར་གི། ས་རུབ་ལ་ཁད་ཟེར་རེ་ད་གི་བརྙན་ཐུང་ར་དེ་ར་གསར་བོ་མི་འདི་གི་ད་ཚང་མ་གི་མཇུག་རེ་ད་འདི་གི་ཚོ་འདི་གི་ཚོ་ཚོར་སྐྱིད་ན་ཚོར་ཉུང་གསུམ་ཡོང་ནི་རེད་དི་རེད། ད་འདི་གི་ཧར་ནང་ནི་གངས་རི་ཁོ་ལ་གངས་རི་ཟེར་རྒྱུ་དེ་ཡོད་ནི་རེད། ད་འདི་ཡི་འཇིགས་སྐུལ་སྐྱིད་གྲོང་གི་ཇུའུ་བྷ་ཏི་བཟང་བོའི་གཙུག་ལག་ཁང་རེད། ད་འདི་ཀྲོ་བ་དགོན་པ་འཇམ་མགོན་བླ་མ་ཙོང་ཁ་བ་ཆེན་པོ་དང་ལྷོ་ཕྲོག་ནམ་མཁའ་རྒྱལ་མཚན་ཞལ་འཛོམས་ས་དེ་གི་དགོན་པ་དེ་རེད། ད་འདི་ལམ་ཁ་ནི་ད་རི་དྭགས་མང་བ་ཡོད་ས་དེ་མོ་གི་གཉེན་ལམ་དེ་རེད། ད་འདི་ཡི་འཇིགས་སྐུལ་དགྲ་བགེགས་མར་བའི་གདན་ས་ལྷོ་གྲོ་ལུང་དགོན་པ་རེད། འདི་ལྷོ་བྲག་ཁར་ཆུ་བཟའ་ས་དགེ་སློང་ནམ་མཁའི་ཉང་བོའི་གདན་ས་མགར་རིན་པོ་ཆེའི་དབུས་གནས་རྒྱུད་ཀྱི་ཡ་གྱལ། གནས་རྩ་རི་གཉིས་པ་བཟའ་ས་དེ་རེད་ཚང་མ་གི་ཤ་འཇའ་ཆེ་རུ་དང་ཡ་མཚན་ཚེ་མཛེས་གཞུང་གཤིས་ཀྱི་ཡག་ནི་རེད། ད་འདི་ཡི་འཇིགས་སྐུལ་རྒྱ་མ་ང་བ་འཁྲུངས་གཞིས་རེད། ད་འདི་ཡི་འཇིགས་སྐུལ་དཀོན་པོའི་འུ་ཆི་ལྷ་ཁང་གི་ཆུ་སྤྱི་བོའི་ཟེར་ས་དེ་གི་སྤྱི་བོའི་ཐུགས་རྗེ་ཆེན་པོ་རྡོར་སྐུའི་རང་བྱུང་ད་འདི་རེད། ད་འཇའ་བ་རི་ང་ཆུ་མཉམ་གི་ད་ཡ་རི། ཤ་སེར་འབུ་ནུ་རྣམ་པ་རེད་འདི་ཡིན་གྱི་ན། ལྟད་མོ་དགོན་པ་རེད་ལྟད་མོ་སྐུ་འཁྲུངས་རིམ་བྱུང་གི་གདན་ས་རེད་འདི་ཡིན་གྱི་ན་འཛམ་གླིང་ཤིག་སྡོང་ཆེ་བོ་ཡོད་ས་དེ་རེད་ད་ལྷོ་བྲག་འཁོར་ཆུ་གི་གུ་པར་རེད། ལྷོ་བྲག་འཁོར་ཆུ་གི་གནས་ད་འདི་མོ་ཟེར་རེད། ད་འདི་ཡིན་གྱི་གུ་ད་ལྷོ་བྲག་འཁོར་ཆུ་གི་གནས་རྩ་རེད་ཉིན་བ་གནས་སྐོར་བ་འགྱོད་སུ་ལམ་ཁ་ནས་ལང་མོ་གུ་ད་ནམ་མཁའ་ནས་སྤྲིན་གཟིགས་ཡ་མཚན་ཟིག་བྱ་རུ་མོ་དུ་ཟེར་ར་རྡོ་རྗེ་ཕག་མོ་གུ་གནས་གུ་རྩ་ནས་ཡེ་ར་ཟེར་ར་ལང་མོ་དུ་རེད། ད་འདི་འདི་གི་སྤྲུལ་སྐུའི་ཇོའུ་གི་ཇོའུ་ཁང་རེད། ད་འདི་སྤྲུལ་སྐུའི་ཡུལ་ལས་སུ་འགྱོ་དགོས་གི་ད་ཚོད་མེད་རྫོང་ང་འགྱོ་ས་བོ་ལམ་ཁ་ནས་སྤྲུལ་སྐུའི་ས་ཆ་གི་ད་སྤྲུལ་སྐུའི་མཚོ་རུ་སྤྲུལ་སྐུའི་ཇོའུ་ཟེར་ས་དེ་གི་ད་གཙུག་ལག་ཁང་དུ་ན་བ་ནི་རེད། ཚང་མ་གི་ཞན་ཆ་ཚིག་གཞི་ཆེ་ར་ད་འདི་གི་ཧར་དེ་ན་ད་སྤྲུལ་སྐུའི་མཚོ་ད་འདི་གི་ཧར་ནང་ཐང་ཆུའི་ན་ཡོད་ནི་རེད། ད་ནང་གན་གྱི་ན་སྤྲུལ་སྐུའི་མཚོ་རེད། ད་གི་སྤྲུལ་སྐུའི་ཚོགས་ཀྱི་ཧ་ར་ཤར་སོགས་རྩ། དེས་ན་ད་ག་ན། ཡར་ལ་ཤམ་པོ་གི་གངས་རི་འཇའ་ཀྱང་ནི་བྲི་ད་དེ་རང་སྤྲིན་གྱི་གཡོག་ཏུ་ནི་རེ་ཟིག་འཇའ་མི་ཐུབ་ཀི། ད་ག་འགའ་ཧར་ནང་གི་ནི་ཡར་ལ་ཤམ་པོ་གི་གངས་རི་ཡོད་ནི་རེད། འོ་ན་མ་ལ་འགྱེལ་དུ་མོ་ཚི་རེད་ད་འདི། ལྷོ་ཁ་གི་ས་ཆ་རེད། ད་གི་ད་ལྟ་ང་ཚོས་མཐོང་བཞིན་པ་འདི་འཇིག་གི་ད་ཡར་ཀླུང་གཙང་བོའི་གཙང་སྦྲ་གི་དཔར་མི་རྡོར་གསུམ་གི་ཡ་གྱལ་རྡོ་རྗེས་དྲག་དགོན་པ་རེད། ད་འདི་འཁོར་གྱི་ཐོག་མ་ཕོ་བྲང་ཡིན་ལར་དགོན་གི་ཡུལ་དངོས་རེད། ཆུ་འདི་ས་འཕར་ནོར་བུའི་འཇའ་ཁྱོན་ནི་རེད། ད་འདི་ཡིན་གྱི་ན་འོག་གི་དགོན་སྡེ་གི་ཐོག་མ་དཔར་བསམ་ཡས་མི་འགྱུར་ལྷུན་གྱིས་གྲུབ་པའི་རྩིག་བག་ཁང་ད་ཁ་ལོ་ཆུ་གསུམ་གི་གཞོང་ནོ། ད་འུ་ཚོའི་འོག་གི་དགོན་སྡེ་གི་ཐོག་མ། ད་འདི་འགུལ་རིལ་འབོ་ཆེ་ལོ་གསུམ་ཟླ་གསུམ་ཉིན་གསུམ་མཚན་མ་ཞིག་ས་གི་ཡར་ལུང་ཤེད་ཀྱིས་དྲག་པོའི་ཟེར་ས་དེ་རེད། འོ་ཚང་མ་གི་ཞན་ཆ་ཆེ། ད་འདི་འཇིགས་སྐུལ་རྒྱག་ང་བ་གྲོང་ཡུལ་གི་གྲོང་གཞིས་ད་བརྙན་ཐུང་གི་ལམ་ནས་ཚང་མ་མཇལ་གི་འཇུག་ནོ་དེ་རེད། ཨོ་ཡ་ཚང་མ་གི་ཤན་ཆ་ཡག་པོ་ཟིག་ཆེ་རེད། ད་ལྟ་གི་འཁོར་ཟེར་རིགས་རྒྱུ་འདི་ཡིན་ན་ཕོ་བྲང་ཤིང་བ་ཐག་བཅད་གི་རྫོང་འཁོར་གི་ཞིག་རེད། ཨོ་དི་རྒྱ་གང་གི་འཕྲང་ང་བའི་འཕྲང་བཞི་གི་ད་རྩི་ཏག་ཏག་ཨོ་དི་རེད། གཡང་ཕྱོགས་གི་བཀྲག་མདངས་ནང་བརྗོད་དི་རེད་ད་འདི་འཇིག་གི་དཔར་མི་རྡོར་གསུམ་གི་ཡ་གྱལ་དཔར་རི་དགོན་པ་རེད་རིག་འཛིན་འཇིགས་མེད་གླིང་བ་འཕྲང་ཡུལ་ཨོ་དི་རེད་རྣམ་པ་ལྷན་སྐྱེས་ཤན་ཆ་ཆེ་རེད། ད་ལྟ་ང་ཚོའི་ཐོངས་བཞིན་པའི་འདི་ཡིན་གྱི་ཀུའོ་རྒྱལ་བཙན་པོའི་བང་སོ་གི་ཕྱི་རྒྱལ་སྲོང་བཙན་སྒམ་པོའི་བཙན་པོ། ཁིར་ཙོང་གི་ད་བང་སོ་ཡིན་ངེས་རེད། ད་འདི་ཡིན་གྱི་ཀུའོ་གཏེར་སྟོང་རྒྱལ་རྩེ་དྲུག་གི་གཏེར་སྟོང་ཉང་ཉི་མ་འོད་ཟེར་གྱི་གདན་ས། ད་ལྷོ་བྲག་གནས་ཀྱི་དང་བོ། སྨྲ་བོ་ཅོག་དགོན་པ་རེད། ད་འདི་ཡིན་གྱི་ཀུའོ་ལྷོ་བྲག་ནམ་མཁའ་རྒྱལ་མཚན་གྱི་སྐུ་གདུང་མཆོད་རྟེན་གྱི་སྐུ་དམར་སྟོང་རེད་གསུང་གི་ཀུའོ།

ད་འདི་པར་ཡང་དག་ཨོར་སྐུ་ཤར་སྐོར་གི་ར་ད་ངན་སྒྲིག་ཚུལ་འགྲོ་མ་འགྲིག་ནི་རེད། ད་འདི་ཡིན་གྱི་ཀུ་ཁོམ་ཐང་ལྷ་ཁང་གི་ནང་གི་སངས་རྒྱས་རྣམ་པར་སྣང་མཛད་ཀྱི་སྐུ་བརྙན་འགྲེའོ། ཚང་མ་གི་ཤ་འཇའ་ཅིག་སྔོ་ལམ་གྱུར། ད་འདི་ཡིན་གྱི་ཀུ་མི་ལའི་ཞིང་ཁར་གི་ཐོག་སེར་ས་ད་འདི་རེད་ཚང་མ་གི་ཤ་འཇའ་ཅིག་རེད་ད་གཅིག་གུ་རུ་འཇོ་སོ་ཡར་ཀ་གི་ཡིན་གྱི་རྒྱ་ཕིབས་ཀྱི་ཁ་འོག་གི་ནས་ཨ་ར་འཇོ་དགོས་ནི་རེད། འདི་ཡིན་གྱི་ཀུ་རྗེ་བཙུན་མི་ལ་རིན་པོ་ཆེ་གི་ད་ཀུ་ཉོ་ནོ་གི་ད་རྡོ་ཀ་མ་རི་གི་ཆོས་སྐོང་ཤིང་ཆེན་དེ་ད་འདི་རེད།

ད་ད་ལྟ་གི་འདི་ཡིན་རྒྱུ་ན་རྡོ་རྗེ་བྲག་གི་དགོན་ལ་བྲག་རྭ་དགོན་པ་ཟེར་རྒྱུ་ད་རེད་ད་ལྷོ་བྲག་ག་སོང་ན་ཟེར་རང་དེ་ལམ་ཁ་ནས་ཡོད་ནི་རེད། ད་འདི་ཡིན་རྒྱུ་ན་ཁོ་ལ་གངས་རི་དགོན་མཛེས་ལྗོངས་རེད། ལྷོ་བྲག་ས་ན་ཡོད་ནི་རེད་ཚང་མ་གི་ཤ་འཇའ་ཆེ་ད་འདི་ཡིན་རྒྱུ་གི། ད། གྲུབ་ཆེན་བེ་རོ་ཙཱ་ན་གི་ལམ་ཚོ་ཐ་མ་ཡུམ་ཚོ་གི་ཡུལ་དངོས་གི། ཐབས་བུ་དགོན་པ་ཟེར་ས་དེ་རེད། ད་འདི་འཇིགས་སྐུལ་མ་ཡིན་ཞབས་འཕྲིན་དགེ་རྒྱལ་ལྷ་ཁང་ཟེར་ས་དེ་རེད་ད་འདི་ལྟོ་གཅིག་གང་ཁུར་དུ་སི་གི་བརྗིད་ཉམས་རེད། ཕོ་བྲང་ཡོན་བླ་སྒང་ད་རི་ཐང་མ་ཉེ་ཧེར་དང་ད་འདི་སྨྲ་བོ་ཅོག་དགོན་པ་རེད། ཁ་སློང་དཔར་གྱི་རྡོ་རྗེ་གི་སྐུ་བརྙན་རེད། ད་ལྷ་སློང་དགོན་པ་གི་ཡུལ་མིང་འདི་རེད། འོ་ཚང་མ་གི་ཤ་འཇའ་ཕྱིར། ད་འདི་འཇིགས་སྐུལ་མི་ལའི་ཞིང་ཁུལ་གྱི་དོག་གོ་ད་རྣམ་པ་རེད་ཚང་མ་གི་ཞན་ཆ་ཆེ་རེད་ད་འདི་ལྷོ་བྲག་རྫོང་གི་མངའ་ཁོངས་གི་ཧྲེ་ཞང་ཟེར་རྒྱུ་དེ་གི་ཡུལ་ངོས་ན་ཡོད་ནི་རེད་འོ་ཚང་མ་གི་ཞན་ཆ་ཆེ་རེད། ད་ད་རུབ་གི་འཇའ་བ་ཕྱོགས་བཞི་གི་ཁུལ་ཆུ་ལྷའི་རི་བསོད་ནམས་བསྡད་ནས་ད་འདི་མོ་གི་ད་དགོན་པ་རྩ་ཆེན་པོ་སྐྱེ་བོའི་དམ་པ་མང་པོ་གི་སྒྲིབ་གནས་རེད་དགོན་པ་མང་སོང་ནི་རེད་ད་འདི་འཇིགས་ན་དགྲ་བགེགས་མར་བ་དགུང་ལོ་བརྒྱ་བཅུའི་བཞེས་པའི་ད་ཁུར་གི་དཀའི་ཉིན་དེ་རེད། ད་ལྷོ་ཀྲོའུ་ཨོང་ལུང་གི་དགོན་པ་དགྲ་བགེགས་མར་བ་ཚང་གི་སྒྲུབ་ཕུག་གསང་ཕུག་ཟེར་ས་ད་འདི་རེད། ད་ཅིག་འདི་དགྲ་བགེགས་མར་བ་ཁོང་གི་སྐུ་ཉིན་རེད་བཤད་ལྟར་མ་མདོར་བསྡུས་རེར་ཡུམ་བདག་མེད་མ་གི་སྐུ་ཉིན། རྒྱལ་བ་རྡོ་རྗེ་འཆང་རི་ནཱ་རོ་བ་ཏེ་ལོ་བ། ད་ཁོང་གི་སློབ་མ་བུ་ཆེན་བཞི། ད་འོག་གི་ད་ཁུར་གི་བླ་མ་རྣམ་པ་གཉིས། འོག་ཏུ་བཟོ་ལ་སོགས་པ་ཡོད་ནི་རེད་ཚང་མ་གི་ཞལ་མཇལ་ཕྱིར། རྟ་འདི་གི་ནང་ན་ཁིར་གི། ཞབས་རྗེས་ར་མ་འདྲེན་པར་སའི་རྡོ་བཞིན་ཅིན་ཐུགས་རྗེ་ཆེན་པོ་རང་བྱུང་ལ་སོགས་པ། ད་ལྟར་རྟ་འདི་གི་ནང་ན་འཇའ་གྱུར་ནས་དེ་མོ་རེད། རྟ་འདི་ཐབས་དངོས་ཞེས་བརྗོད་ད་ལྷོ་བྲག། ཐུགས་གཤིས་དགོན་པ་ཟེར་རྒྱུ་ལྷོ་བྲག་ནམ་མཁའ་རྒྱལ་མཚན་འཕྲོང་བཞེས་ཀྱི་ཐུགས་གཤིས་དགོན་པ་རེད་རྟ་འདི་གི་ནང་ན་གླུ་འབུབས་མཆོད་རྟེན་འདྲེ་ལྷོ་བྲག་ནམ་མཁའ་རྒྱལ་མཚན་གྱི་སྐུ་དམར་དང་ལྷོ་བྲག་ནམ་མཁའ་རྒྱལ་མཚན་གྱི་ཁིར་གི། སྒྲུབ་བྱེད་ཤིང་ཆེན་ལ་སོགས་པ་འདི་ནའང་རེད་དེ་གི་ལྷག་པར་དུ། རྟ་ཕྱག་རྡོར་འཁོར་ཆེན་གི་ནང་གི་རྟ་ཕྱག་རྡོར་གཏི་མུག་མིན་པར་བསྟན་རྒྱུ་གི་དགོན་པ་འདི་གི་ནང་གི་ནང་མཐུན་གཙོ་བོ་རེད། ད་འདི་ལྷོ་བྲག་ནམ་མཁའ་རྒྱལ་མཚན་གྱི་སྒྲུབ་ཆུ་རེད། ད་ལྷོ་བྲག་ནམ་མཁའ་རྒྱལ་མཚན་གྱི་སྐུ་དམར་གདོང་བཞུགས་ས་ད་འདི་རེད། ད་འདི་གི་ནང་གི་ལྡེབས་རིས་ཚང་མ་ཕྱི་གི་མྱོང་བ་རེད་ལོ་ངོ་ཆིག་སྟོང་ཕར་ཆེར་སོང་བ་ནས་དུ་མོ་གི་དགོན་པ་རེད། ད་གཙུག་ལག་ཁང་འདི་ཚོ་ཉམས་ཆག་ག་མ་སོང་ཚེ་ད་ཕྱག་རྡོར་གཏི་མུག་མེ་འབར་གྱི་སྐུ་བརྙན་འདི་རེད་ཚང་མ་གི་ཤན་ཆ་ཅི། ད་འདི་ཕྱི་ར་ལྷོ་བྲག་ནས་མ་ར་ལྷོ་ཁ་ཡོང་སོགས་གི་ལམ་ཁ་ནས། ད་རང་གི་མཛེས་ལྗོངས་སུ་ལངས་ནང་དུ་ཡིན། འོ་ཚང་མ་བཀྲ་ཤིས་བདེ་ལགས་ད་འདི་མོ་ཚོ་རེད་ད་གནས་སྐོར་ཡང་འབྱོར་ན་ང་ལ་འབྲེལ་བ་བྱེད་ཤོག་ར་ད་ད་ཐང་གི་ཧོར་གཙང་གི་མཇལ་བ་རྣམས་ཀྱིས་སྟག་གཤིས་ཀྱི་ཡིད་ཚིམ་ནས། སྟག་གཤིས་ཀྱི་དགའ་བསུ་འདྲ་མོ་ཐོབ་འདུག་ད་གཟོད་འདི་ཁྲོ་ཕུད་ལོ་ཙཱ་བ་གི་གདན་ས་ཁྲོ་ཕུད་ཐང་ཁྲོར་ཆེན་མོ་ཟེར་ས་དེ་གི་ཡུལ་ངེས་རེད་འོ་ཚང་མ་གི་ཤ་འཇའ་ཆེ་ད་འོ་འདི་ན་དགོན་པ་མང་གཟི་བཞག་མ་ཐུབ་ད་དགོངས་དག་ཞུ་གཟི་རྒྱུ་དེ་ཡིན་ད་གི་རྗེས་མ།